དྲི་བ་ཐོན་དུས་དེ་ཐོག་ལ་ཨ་ནི་ད་དཀའ་ངལ་འདི་ཚོ་ཡོད་དུས་ད་སྒྲིག་སྲོལ་ཐོག་ནས་རང་ཐོག་ནས་ཨ་ནི་ཅིག་ག་ལ་དགོངས་ལ་གསུངས་ན་ཞིག Individual Rights མི་གཅིག་ཅིག་ཐོབ་ཐང་དེ་དེ་ལ་ཅིག་གལ་ཆེན་པོ་བྱས་མ་བརྩི་བ་ཞིག་ཨ་ནི་ཅིག་དམངས་གཙོ་དེ་གོམས་གཤིས་དེ་བྱས་མེད་པ་ཡིན་ཙང་ད་དེ་ཚོ་ང་ཚོས་ག་འདྲས་སུ་འགྱུར་བ་གཏང་དགོས་རེད་དེ་འདྲ་སྒྲིག་སྲོལ་ནང་ལོ་ཅིག་ཡོད་ལ་དེ་འདྲ་དཀའ་ངལ་འདི་ཚོ་དམངས་གཙོ་དེ་གོམས་གཤིས་དེ་མེད་པ་དེ

ཞི་ཅིན་ཀྲོའེ་ཕྱག་དེ་སྐོར་རེད་དམངས་གཙོ་ཚད་དང་ལྡན་པ་དམངས་གཙོ perfect དེ་རེད་ད་སླ་ཆེ་ཕེ་ཅིན་རྒྱལ་ཁབ་སུ་གང་ལ་སྡོད་ཡོད་རེད་དྲན་གི་མི་འདུག་རོ་ཨ། དེ་དུས་ད་གོང་ལ་ཞུས་པ་ནང་བཞིན་རེད་དེའི་ནང་ལོག་དམངས་གཙོ་ཚད་དང་ལྡན་པ་བཟོ་ཡས་བཟོ་ཡས་ལ་ད actor དང་མ་བཟོ་ན་མང་པོ་བྱོས་རེད་དྲན་གི་འདུག་མི་མང། སི་ཡིན་པ་ཏང་གི་སི་ཐོད་ངེས་ནས་གོང་ཞུས་ཚར་རེད་གསར་འགྱུར་རྒྱུད་ལམ་ཁག་ཞུས་ཚར་རེད། ག་རེ་ཞུ་བ Civil Society གཞུང་འབྲེལ་མ་ཡིན་པའི་ཚོགས་པ། དེ་ནང་བཞིན་གྲོས་ཚོགས། ཡག་པོ་ཡོང་ཡ་དེ་དཔེ་གལ་ཆེན་པོ་མཐོང་བསྡད་ཀྱི་འདུག་གྲོས་ཚོགས་ཡག་པོ་ཡོང་ཡ་ལ་ཨ་ནི་མི་མང་ངོས་ནས་གྲོས་ཚོགས་འཐུས་མི།

འགྱུར་བ་གཏང་དགོས་གནས་སྟངས་ཆགས་བསྡད་འདུག་གྲོས་ཚོགས་ཀྱི་སྒྲོམ་གཞི་སྦྱོར་བ། Structure། དེ་དེ་ཡང་ནི་འགྱུར་བ་གཏང་དགོས་གནས་སྟངས་ངས་ལྟ་གང་ལྟ་དུས་ཚོད་ཅིག་སླད་ཤར་དྲན་གྱི་འདུག་དཔེ་ཆ་བཞག་པ་བྱས་ན་ང་རང་ཚོའི་སྤྱི་ཚོགས་ནང་ལ་ངེས་པའི་ཆ་ཡི་དཀའ་ངལ་དང་ཅིག་གང་དང། ངས་གོང་དུ་ཞུས་པ་ནང་བཞིན་ཅིག་ཨི་ཤུ་ཆེ་དེ Polarization ལག་ལེན་བར་སྤྱི་ཚོགས་དུམ་བུ་གཉིས་འགྲོ་ཐུབ་མེད་འགྲོ་ཡས་ཀྱི་གནས་སྟངས་འདི་དང་དེའི་གིང་དམངས་གཙོ་ལ་དོ་ཕོག་ག་འདྲའི་འགྲོ་གི་ཡོད་མེད་ང་ཚང་མས་ད་ཧ་གོ་བདེ་གོ་རེ་མཐོང་བདེ་གོ་རེ་བ། དེ་ལ་ད་བཅའ་ཁྲིམས་ཀྱི་ཐོག་ནས་ང་ཚོའི་གི་དམངས་གཙོ་དམངས་གཙོ་ཟེར་ན་ག་ས་གྲོས་ཚོགས་དེ་འགྱུར་བ་ཏན་ཏན་གཏང་དགོས་དུས་ཚོད་ཆ་དེ་བཞག་སེམས་ཆགས་བཞག་རོ་ཞེ་ན། ཁྲུས་སོགས་གོང་མ་དང་འོག་མ་ལ་ཞེས་གཉིས་བཟོད་དགོས་ཏེ་གཉེན་གལ་ཆེན་པོ་བཞི་པོ་ཞིག་མཐོང་དེའི་དུ་རུ་བ་ཅད་ཀན་བལ་ལན་བཟུང་བས་དང། གནད་གཅིག་བགྲོ་གླེང་གནད་དོན་ག་འདྲ་འདྲ་བོ་ཞིག་ནས་བགྲོ་གླེང་བྱེད་པའི་སྐབས་ལ་བགྲོ་གླེང་མཐའི་ཕྱིན་པ་བྱེད་ཐུབ་པས་རུ་བ། ཐག་གཅོད་ག་རེ་བྱེད་པར་བྱས་ནས་བགྲོ་གླེང་རིམ་པ་དང་མ་བསུ་ན་མང་པོ་ཅིག་འགྲོ་དགོས་པས། ལྷག་པར་དུ་གནད་དོན་གལ་ཆེ་ཡོད་པའི་སྐབས་ལ་གྲོས་ཚོགས་གོང་མ་ལ Lower House ལ་བགྲོ་གླེང་བྱེད་པར་བྱིན་ནས་གྲུ་ཟུར་གོང་མ་ལ་ཡང Upper House ལ་ཕྱིན་བྱས་ཡང་སྔར་ཡང་བགྲོ་གླེང་བྱེད་བྱས་ཀྱང་ཤེས་བྱེད་བྱས་ར་བ། ཁྲིམས་འཆར་གྱི་སྟོན་པར་བྱེད་ན་ཁྲིམས་འཆར་འདི་ལ་ཡག་ག་ག་རེ་འདོད་པས་འདི་ལ་ཉེན་ཁ་ག་རེ་འདོད་པས་བགྲོ་གླེང་ཡག་པོ་ཡོང་བས་དེ་ངས་གལ་ཆེན་པོ་ཞིག་མཐོང་གི་འདུག་གཉིས་པ་དེ་ངས་ག་རེ་མཐོང་གི་འདུག་ཟེར་ན་ད་ད་ལྟའི་དུས་ཚོད་དེ་ལ་དངོས་གནས་དམངས་གཙོ་ཚད་དང་ལྡན་པ་ཞིག་དགོས་དགོས་ཡོད་ན་ཆབ་སྲིད་ཚོགས་པ་དགོས་ཡ་དེ་ངས་གལ་ཆེན་པོ་ཞིག་མཐོང་བསྡད་ཀྱི་འདུག་བ། ལྟའི་ཆབ་སྲིད་ཚོགས་པ་སྐོར་རེད་ཅེས་བཤད་ཡང་ཅིག་གང་ལྟར་ང་རང་ཚོའི་འཐབ་རྩོད་དང་འགལ་ཟླ་ཆགས་ཀྱི་འདུག་ང་ཚོ་དེ་དམངས་གཙོ་གཙོས་བྱས་ཆབ་སྲིད་གཙོས་ཚོགས་པས་ཀྱི་རྐུབ་བཀྱག་གཙོས་བྱས་འདི་བྱས། དུས་ཚོད་མ་རེད་གནས་སྟངས་མ་རེད་ཅེས་བཤད་གསུང་ངེས་དགོངས་ངེས་ཡོད་སྲིད་ཀྱི་རེད་བ། དེ་ནི་ངས་ཞུ་ཡ་དེ་ག་རེ་རེད་ཟེར་ན། གྲོས་ཚོགས་གོང་མ་དང་འོག་མ་ཞེས་བྱས་གཉིས་ཡོད་པར་བྱས་ན། གྲོས་ཚོགས་འོག་མ་དེ་ཆབ་སྲིད་ཚོགས་པ་རང་གིས་གཙོས་པའི་ཐོག་ནས་འཐུས་མི་ལས་ཐོ་བས་ཇི་ལྟར་གྲོས་ཚོགས་གོང་མ་དེ་ནི་གཅིག་གང་ལྟར་བོད་ཆོལ་ཁ་གསུམ་གྱི་སྐུ་ཚབ་མཚོན་ཐུབ་པས་བོད་ཆོལ་ཁ་གསུམ་གྱི་སྐུ་ཚབ་ལས་དེ་ངས་གལ་ཆེན་པོ་བཞི་པོ་ཞིག་མཐོང་བསྡད་འདུག་གང་ཡིན་ཟེར་ན་ང་རང་ཚོའི་དམངས་གཙོའི་སྒྲིག་འཛུགས་དེ་བཙན་བྱོལ་གྱི་སྒྲིག་འཛུགས་ཆུང་ཆུང་ཅན་གལ་མ་རེད་རེད་བ། བོད་ཟེར་ངའི་རྒྱལ་ཁབ་དེ་ཡི་མི་ས་ཡ་དྲུག་གི་གཞུང་མཚོན་ཐུབ་ངེས་ཀྱི་སྒྲིག་འཛུགས་ཞིག་དང་གཞུང་ཅིག་ཡིན་དུས་བོད་ནང་གི་རྒྱལ་རབས་ལོ་རྒྱུས་ཀྱི་ཁྲིད་ཐུབ་ངེས་ཀྱི་སྒྲིག་འཛུགས་གཅིག་ཆགས་ཡོད་དུས་བོད་ཆོལ་ཁ་གསུམ་གྱི་སྐུ་ཚབ་ཡོང་དགོས་ནི་ངས་གལ་ཆེན་པོ་ཞིག་མཐོང་བསྡད་འདུག་ག་ས་དེ་ཆབ་སྲིད་ཚོགས་པ་ཟེར་ངེས་དེ་ནང་ལོགས་ལ་ཨ་ནི་ས་ཆ་ག་ནས་ཡོང་ནས་ཡོང་སྲིད་པ་རྒྱ་གར་ནས་ཡོང་སྲིད་རེད་ཡུ་རོབ་ནས་ཡོང་སྲིད་ཀྱི་རེད་ཨོ་སྟྲེ་ལི་ཡ་ནས་ཡོང་སྲིད་ཀྱི་རེད་ད་གང་ལྟ་རྒྱལ་ཁབ་གང་བ་ལས་ཡོལ་བར་བྱས་ནས་སུ་སུ་སུའི་ཀྱི་ལྟ་གྲུབ་ཀྱི་ཐོག་ནས་རོ། སུ་སུ་སུའི་ཀྱི་ལངས་ཕྱོགས་ཀྱི་ཐོག་ནས་ཏིང་ངེ་གནས་ཁ་ཞིག་མཐོང་བསྡད་ཀྱི་འདུག་དེ་འདྲའི་ཀྱི་ཐོག་ནས་ང་ཚོས་ལྟ་གང་ལྟར་འགྱུར་བ་གཏང་དགོས་དང་ཅིག་བསམ་བློ་གསར་བ་བསླབ་བྱ་བསྣན་དགོས་ངེས་ཁ་ཤས་ཤིག་མཐོང་བསྡད་ཀྱི་འདུག་ཨང།